ཨོ་རྣམ་ལྷན་རྒྱས་སྐུ་ཁམས་བཟང། དེ་རིང་ལྷན་རྒྱས་ལ་ངོ་སྤྲོད་ཞུ་ཡ་དེ་འཕན་པོ་ལྷུན་གྲུབ་རྫོང་གི་གནའ་ཤུལ་དེ་ཡིན། ཨ་ནི་འཕན་པོ་ལྷུན་གྲུབ་རྫོང་ཟེར་ཡ་འདི་འཕན་པོའི་ལོ་རྒྱུས་ནང་ལ་ཡ་གནས་བབ་གལ་ཆེན་པོ་ཞེ་དྲག་བཟུང་ཡོད་རེད། གཡང་སྐུད་ལྷག་པར་ཅན་དུས་ད་ལྟ་བེམ་པོ་བསེ་ཡག་གི་ལུང་པ་ཆེན་པོ་འདིའི་མིང་ལ་ཡ་ཨ་རྗེ་གནམ་རི་སྲོང་བཙན་གྱི་གོང་ལ་ཡ་ཡུལ་ངལ་པོ་གཟིགས་བ་རེ་ཨ་དུས་ཕྱིས་སུ་བེམ་པོ་བསེ་ཆོས་འབྱུང་རྒྱལ་རབས་ཁག་ནང་ལ་ཡོངས་སུ་གྲགས་བསྡད་པ་དེ་འདྲ་རྗེས་ཀྱི་ཡ་ལུང་པ་དེ་ལ་ད་ལྷུན་གྲུབ་རྫོང་ཟེར་མིང་ཐོགས་ཡ་དེ་ཨ་ནི་ད་ལྟའི་ལྷུན་གྲུབ་རྫོང་གི་ཡ་ཤུལ་དེ་ལ་བསྟན་བྱ་ཡ་ཐོགས་པ་དེ་འདྲ་ཅི་རེད། ལྷུན་གྲུབ་རྫོང་སེ་ཡ་གི་ཡ་གནའ་བོའི་རྫོང་ཆུ་དེ་ནི་ཨ་ནི་བེམ་པོའི་མི་ཡི་ཡ་རྫོང་ཇོས་སི་ལུག་སི་བོད་ཁུལ་ཡོད་རེད་ལ་ཨ་ནི་བོད་ཀུ་ལུ་རྒྱུད་ནང་ལ་ཡ་ཏག་ཏག་སི་ཏུ་བྱང་ཆུབ་རྒྱལ་མཚན་གི་ཡ་ཨ་ནི་བོད་ལ་ཡ་རྫོང་ཆེན་བཅོ་གསུམ་བརྩིགས་པའི་ནང་ལ་ཡ་བེམ་པོ་ལྷུན་གྲུབ་རྫོང་སེ་ཡ་གི་ཡ་ཨ་ནི་རྫོང་ཆེན་དེ་ཡོས་སི་ཏུ་གསུངས་སྲོལ་ཡོད་རེད། ཨ་ནི་ཕྱིས་སུའི་སྟག་ལུང་གྷ་སིའི་གདུང་རྒྱུད་ཀྱི་ཡ་བེམ་པོ་ལ་དབང་བསྒྱུར་བྱེད་པའི་སྐབས་ལ། ལྷ་ཡག་ལྷུན་གྲུབ་རྫོང་ཟེར་ཡ་འདི་ཨ་ནི་སྲིད་འཛིན་གྱི་ལྟེ་གནས་ཅིག་ཆགས་པ་ཨ་ནི་དགའ་ལྡན་ཕོ་བྲང་གི་སྐབས་ལ་ཡ་ཨ་ཕན་མེད་དེ་རྒྱལ་བྱེ་རི་སྟག་རྩེ་རྫོང་གི་ཁོངས་གཏོགས་དང་ཕན་སྡོད་དེ་རྒྱལ་ལ་ཡ་ཨ་ནི་ཕན་བདག་རྫོང་སྒོ་དྲུག་སྒྲིལ་བྱས་རྗེས་རྫོང་གཞིས་དྲུག་ཅིག་ཆགས་པའི་ནང་ནས་ཨ་ལྷུན་གྲུབ་རྫོང་དེ་དེ་རྫོང་ཆེ་ཤོས་ཅིག་ཡིན་པ་དེ་འདྲ་ཅིག་རེད། དེ་ནི་དམངས་གཙོའི་བཅོས་བསྒྱུར་བྱས་པའི་རྗེས་ལ་ཡ་ཨ་ནི་ཕན་པོ་ལ་ཡ་ཞིང་ར་སྟོད་སྨད་གཉིས་ཚུགས་ཡོད་ར་བ་ཕན་མེད་ལ་ཡ་འཕན་པོ་ཞིང་ར་དང་འཕན་སྟོད་ལ་ཡང་ལྷུན་གྲུབ་ཞིང་ར་སེ་ཞིང་ར་སྟོད་སྨད་གཉིས་ཚུགས་པའི་ནང་ན་ཡང་ལྷུན་གྲུབ་ཞིང་རའི་མིང་དེ་རྫོང་དེ་ལ་བརྟེན་ཆ་ཡང་ཐོགས་པ་དེ་འདྲ་ཅིག་ཆགས་ཀྱི་ཡོད་རེད་ལ། དེ་ནི་ད་ལྟའི་ལྷུན་གྲུབ་རྫོང་ཟེར་ཡ་དེ་ཨ་ནི་རྫོང་བྱེ་བྲག་ཅིག་གི་མིང་དེ་ད་འཕན་པོ་སྤྱིའི་མིང་ལ་བར་བཏགས་པ་དེ།